མི་འགྲོ་རེད་ཆ་འདི་ཡར་གྱི་འགྲོ་ཡོད་རེད། རེད་བ། ང་ཚོ་གི Infrastructure ད་འཛུགས་སྐྲིན་ཡིན་ནི་རེད་ལམ་ཀ་ཡིན་ནི་རེད་རེ་ལི་ལྕགས་ལམ་ནི་ག་རེ་ནས་ཁང་པ་ཡིན་ནི་རེད་ཡར་གྱི་འགྲོ་ཡོད་རེད་དེ། ཡིན་ནི་ངའི་སྐད་ཆ་འདི་རང་དབང་གི་སྐད་ཆ་ཞིག་ཡོད་རེད་ལ། རེད་བ། རྒྱ་ནག་མི་མང་ཡིན་པ་ཡིན་ནི་རེད་བོད་ནང་ལ་ཡིན་ནི་རེད་བོད་མི་ཚོ་ལ་རང་དབང་འདུག་དང་མི་འདུག་བདེ་སྐྱིད་འདུག་དང་མི་འདུག་འདྲ་མཉམ་འདུག་དང་མི་འདུག་གཅིག་མཉམ་འདུག་དང་མི་འདུག་ངས་སྐད་ཆ་འདི་བཤད་ཀྱི་ཡོད་རེད་འདི་ལྟ་བུ་ར་ཅིག་ནི་ཡར་གྱི་འགྲོ་ཡོད་རེད་ཡོད་མ་རེད།

བྱས་ཙང། དེའི་ཐོག་ལ་བྱང་ཨ་རིའི་ཚོགས་ཆེན་ནང་དང་ཨ་ནི་ས་གནས་ཁག་གིས་ད་ལོ་ཁོ་ན་དེའི་ནང་ལོགས་ལ་ལྷག་པར་དུ་ད་སྤྱི་འཐུས་གཉིས་ཐག་ཚུད་པ་ཡིན་གསུངས་ཀྱི་འདུག་ཨ་བྱས་ཙང་བོད་ཀྱི་རང་དབང་གི་ཆེད་དུ་དེ་འདས་ལོ་ཁོ་ན་དེའི་ནང་ལ་བོད་ཀྱི་རང་དབང་གི་ཆེད་དུ་ང་ཚོ་ནང་ལོགས་ས་གནས་གཅིག་པུ་ལ་མེད་པ་བྱས་སོ་སོ་བོད་པ་ནང་ཁུལ་ནང་གཅིག་པུ་མེད་པ་བྱས་ཕྱི་རྒྱལ་ཁག་ལ། རྒྱལ་བ་རིན་པོ་ཆེ་གི་ད་ལྟ་བར་དུ་ད་དེབ་ནང་ལོ་ཙཱ་ཚང་པའི་སྐུ་ལས་ཞུ་སྐྱོན་ཡོད་མོད་བྱས་ཙང་འདི་ང་ཚོ་གི་ཞི་བའི་ཐོག་ནས་ཕྱི་རྒྱལ་མི་ལ་གསལ་བསྒྲགས་བྱས་བོད་ཀྱི་བདེན་མཐའ་དེ་ངོ་སྤྲོད་བྱས་ཀྱི་ཨ་ནི་ཆ་བཞི་འདྲ་བོ་དང་ད་ལྟ་སྤྱི་བཏང་བོད་མི་སྒྲིག་འཛུགས་ངོས་ནས་ལོ་གོང་མ་སོ་སོ་ས་གནས་ཁག་ཁག་ལ་གནང་རོགས་གནང་འབོད་སྐུལ་ཞུས་འདུག་བ་བྱས་ཙང་ང་རང་ཚོ་བྱང་ཨ་རིའི་ངོས་ནས་ཆ་བཞི་ག་རེ་ཡོད་ནའང་དེ་བཀའ་འདྲི་ཞུ་རིན་པོ་ཆེ།

དག་ན་ཞིག་ད་ལྟ་ཚོགས་ཆུང་ཚུགས་ཆེད་ཡང་བྱང་ཨ་རི་ཚང་མས་མཉམ་འདོགས་ཅིག་གནང་དགོས་ཡག་གི་གནད་དོན་ཡིན་འདོད་འདུག་ཚོགས་འདིའི་སྐབས་ཀྱི་ད་ལྟ་ང་ཚོ་བགྲོ་གླིང་འགྲོ་དང་འགྲོ་བཞིན་པ་ཅིག་རེད་ཤག་རུ་བ་འོ་འདི་ཅིག་རེད་ཤག་ད་ག་འདར་སྲིད་དོན་ཚོགས་པ་སོ་སོ་ངོས་ནས་ད་ལྟ་གནང་དང་གནང་བཞིན་དཔེར་ན་མེ་སི་ཅུ་སི་ཏི་ལ་ཁ་ཚང་ཁོང་རྣམ་པ་གི་ཕ་གའི་ལས་ཡ་གྲོས་ཚོགས་ནང་ལས་སྲུང་ཅིག་བྱེད་ཡ་ད་དེ་འདྲས་ཅིག་རྣམ་པ་སུ་ཅིག་ན་དྲ་རྒྱ་ནང་ལ་བཟི་ཡོད་གི་རེད་རུ་བ་ད་ག་ནང་ཞིག་ད་ས་ལེ་ཁ་ཁ་ཤས་ལས་བྱུང་ཡོད་རེད་ད་དེ་འདྲས་ད་ག་ལེ་ག་ལེ་སོ་སོ་སོ་སོའི་གི་གནས་སྟངས་དང་གནས་བབ་དུས་ཚོད་ཚང་མ་ད་གཟིགས་བྱས་ཨེ་ས་ལེ་ས་ཏོ་ལེ་ཡ་གནང་ཡས་གི་འདུག། རེད་ཤག་ཟེར་བྱས་གནས་སྟངས་འདི་རེད་ཤག་ད་འདི་སྙེམས་འདོར་ཡས་ད་ལྟ་སྐད་ཆ་གཅིག་ག་རེ་བྱུང་ཡོད་རེད་ཟེར་བྱས་ཞུས་ན་ང་ཚོ་ཆབ་སྲིད་དང་འབྲེལ་བའི་གི་ལས་འགུལ་ཤུགས་ཆེ་ཤེས་པོ་ཆེ་སྤེལ་དགོས་འདུག་ལ་ཡག་བྱས་ཡོད་རེད་ད་ལྟ་བྱང་ཨ་རི་ཁོ་རང་གི་ཡོད་རེད་བ་དེ་འདྲའི་གི་ཐོག་ནས་ཡང་ང་ཚོ་སུམ་ཚ་ཁྲི་ཁྲི་ཡིན་ནའི་རེད་དེ་འདྲའི་ཅིག་ནང་ལས་བོགས་ཤིང་ཏན་ཏི་སི་ལས་བོད་མི་ཚང་མ་ཅིག་འཛོམས་བྱས་ཅིག་ཡོད་རེད་བ་ལས་འགུལ་ཅིག་སྤེལ་དགོས་འདུག་ལ་ཡ་ཡིན་དེ་ག་མ་ཡིན་དྲ་བྱུང་ཡོད་རེད Tibet Fest བྱང་ཨ་རི་གི་ཡང་ཅིག་བོད་མི་བོད་རིགས་འདུས་འཛོམས་དེ་འདྲའི་གི་ལས་ཤིག་སྤེལ་དགོས་འདུག་ལ་ཡ་ཡིན་དེ་གི་ད་བསམ་ཚུལ་མང་པོ་འདུག་རེད་བ།

མི་སེར་ས་གནས་རང་གི་ནང་ལོག་ནས་ནི་སྤྱི་འཐུས་ཡོད་པ་རེད་ན། ས་གནས་ཀྱི་ཐོག་ནས་ཡ་གི་རེ་བཤད་ཀྱི་ཡོད་པ་སོང་ཙང་འདི་གང་གི་ཡ་ག་རེ་ཡིན་ན་ཞུ་གཏུག་བྱེད་ཡ་རེད་ཡ་ག་ད་སྤུས་ད་ག་བྱེད་དགོས་རེད་བསམ་གི་ཡིན་པ་ཡིན་ན་སྙན་མ་ཡིན་ན་ལོ་བཞི་ལྔའི་རིང་གི་ཡ་ད་ལྟ་ང་ཚོའི་བཙན་བྱོལ་སྒྲིག་འཛུགས་ཀྱི་ཡ་མི་རེ་ལྔ་གཅིག་ཉི་མ་གཅིག་ཐོབ་ཡོད་རེད་བ། འོ་འདི་ནང་ད་ད་རུང་མ་འོངས་པ་ཡིན་ན་ཀྱི་ས་གནས་རང་གི་མེ་འགོག་ཡ་གཞི་བཞག་ཆེད་ལས་དོན་སྤེལ་བ་ཞིག་ན་འདི་ལས་མང་ག་ཅིག་ཅིག་བོད་ཁོ་རང་གི་ཡ་ནི་ཀ་ན་རྡ་གི་མི་མང་ཉུང་བས་ནས།

མེ་སི་ཆུ་སི་མངའ་སྡེའི་ལི་ཡ་དག་གིས་དེ་ཆ་འགྲིག་བྱེད་དུ་སོང་བ་རང་བཞིན་དེ་སྔ་བྱུང་མ་མྱོང་བ་ཨ་ནི་མེ་སི་ཆུ་སི་མངའ་སྡེའི་གྲོས་ཚོགས་ཚོགས་ཁང་ཆེན་མོའི་ནང་ལི་ཡ་ནི་རྒྱ་ངོས་ཚོའི་བུ་སྟོན་ཕྱི་ཟླ་དུ་མའི་ཚེས་བཅུ་གཅིག་ཉིན་དེ་ལི་ཡ་སྲུང་བརྩི་ཞུས་ཡོད་པ་རེད་འདིའི

ལྕགས་མོ་མི་ཆེ་གེ་དགུ་དོན་དང་ཡང་སྲིད་དང་འབྲེལ་བ་ཡོད་པའི་ཐོག་ནས་མངའ་སྡེ་གྲོས་ཚོགས་ཀྱི་གྲོས་ཆོད་བཞག་ཡོད་རེད། གྲོས་ཆོད་བཞག་གནང་བ་གང་དེ་ལ་ཡང་གྲོས་ཚོགས་འཐུས་མི་དགུ་ཅུ་ཐམ་པ་ཀྱི་མཚན་རྟགས་བསྐྱོན་ཡོད་རེད། ནམ་རྒྱུན་ང་ཚོ་གྲོས་ཆོད་དེ་གས་དང་ཡིན་མ་ཡིན་ན་གྲོས་ཆོད་བཏོན་གནང་མཁན་དང་རྒྱབ་སྐྱོར་བྱེད་མཁན་གཉིས་གསུམ་ཅིག་མ་གཏོགས་དེ་ཡོད་མ་རེད་དེ་ལ་ཡང་དགུ་དོན་དང་འབྲེལ་བའི་ཐོག་ནས་ང་ཚོ་གྲོས་ཚོགས་འོག་མ་དང་གོང་མ་ཐུན་མོང་གི་ཐོག་ནས་དགུ་ཅུ་ཐམ་པ་ཅིག་མཚན་རྟགས་བྱུང་ཡོད་རེད།

ད་དེ་ནས་འདི་ན་ང་ཚོ་ལས་ཤིག་གཞན་པ་གི་འཆར་གཞིའི་ནང་ལ་ཡང་ང་རང་གཙོས་པའི་མཁས་དབང་དང་ཐ་དད་ཅིག་མ་ལ་རྟེན་འབྲེལ་ཞུས་བྱས་སྐྱབས་མགོན་རིན་པོ་ཆེ་གི་ཐུགས་ཀྱི་དམ་བཅའ་བཞི་ཡེ་ནས་འདྲ། ཡང་མིན་ན Voice for Voiceless དེའི་ཐོག་ལ་ཡང་མཐོ་རིམ་སློབ་གྲྭའི་ནང་ལ་ཡང་ཅིག་གཏམ་བཤད་གནང་ཡས་དང་དྲི་བ་དྲིས་ལན་གནང་ཡས་ཀྱི་ལས་གཞི་ཅིག་དང། དང་ན་གཞན་ང་ཚོ་ས་གནས་ད་ལྟ Vermont སི་ཏེ་ལ་ཡང།

སྤྱི་དོན་ཚོགས་པ་སུ་འདྲ་བཞིན་པའི་གནས་འདི་དྲ་རྒྱ་གང་དུ་སྤེལ་བྱས་མ་པག་གནང་པ་ཡིན་ན་ཨ་ནི་པར་རྒྱབ་ཅེས་རྡེབ་འདོན་གནང་ཆོག་ཆོག་རེད་ཅི་རེད་རང་འདི་ཅིག་ཤོད་བྱུང་ད་ལྟ་དེ་སྤྱི་འཐུས་དང་མ་པག་བཏང་བའི་ཚོང་ད་དེ་དེ་གི་གོང་དུ་ངས་ལན་ཞུས་ཚར་བྱས་དེ་ནས་ད་ང་ཚོ་རིག་གཞུང་དང་དེ་འདྲའི་ཐོག་ལ་ཡང་སྤྱི་འཐུས་ཚོས་གི་འགན་ཁྱེད་ཀྱི་དེ་གནང་བ་ཚོ་ངས་དེ་ང་རང་གི་བསམ་བློ་ཁེ་ཕྱོགས་དང་ལྟ་ཕྱོགས་དེ་ལ་ཡང། དབུས་བོད་མིའི་སྒྲིག་འཛུགས་ཀྱི་དགོངས་པ་བཞེས་ཕྱོགས་དེ་ཅིག་ང་ཚོ་ངོ་མ་ཡིན་ན། ཅིག་སྐྱབས་བཅོལ་བ་ཡིན་པའི་གི་དགོངས་པ་བཞེས་ཕྱོགས་ཀྱི་ཐོག་ནས། ཅིག་འཆར་གཞི་བཀོད། ལས་གཞི་སྤེལ་བྱས་ཏེ། ད་དེ་དུས་ཚོད་དེ་འགྱུར་བ་ཕྱིན་ཚར་ཟིན་པ་རེད། ད་ང་ཚོ་མི་རིགས་གཅིག་དང་རྒྱལ་ཁབ་གཅིག་གི་དབུ་ཁྲིད་ཡིན་པའི་ཆ་ནས། ཨ་ནི་ལས་གཞི་སྤེལ་ཡག་དེ་ཆེད་ཆེ་བཀོད་དགོས་དེ་ད་དུས་རུ་སླེབས་ཤག་ཟེར་གི་རེད་འདི་ཡིན་པའི་ཆ་ནས་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡག་ད་གཟའ་མཇུག་སློབ་གྲྭ་སློབ་ཕྲུག་མང་པོ་ཡོད་དུས་འདི་གས་དེ་ཆེད་དུ་ལས་ཡག་སློབ་སྦྱོང་སྤྲད་སྟངས་རེད་དགེ་རྒན་འོས་སྦྱོང་གི་ཟབ་སྦྱོང་རེད་སློབ་དེབ་རེད་ད་འདི་གས་དེ་ཐོག་ལ་ཡང་དངོས་གནས་དྲ་གནས་དགོངས་པ་རྒྱ་ཆེན་པོ་བཞེས་བྱས་རྒན་ཞིག་བཞེས་བྱས་གནང་དགོས་ཀི་ད་ངས་དུས་ཚོད་དུས་ལ་བབས་ཤག་བསམ་དགོས་རེད། གཅིག་ནི་སྔོན་མ་ང་ཚོ་ལོ་རྒྱུས་འདི་འདྲ་བྱུང་ཡོད་རེད། བོད་པའི་ཟླ་ལྔ་བཅུ་ང་དགུ་དྲུག་ཅུ་ནམ་ལ་ང་ཚོ་སྐྱབས་བཅོལ་སླེབས་དུས་ད་ང་ཚོའི་སྤྱི་ཚོགས་ཀྱི་གནས་སྟངས་དེ་བལྟས་ན་ཨ་ལས་ཅིག་དད་ས་དང་ཟ་ཡས་དུག་ནས་མདང་ལ་ཅིག་སྐྲན་མི་འདོད་ག་ལ། གཞོན་སྐྱེས་མང་པོ་ཅིག་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡ། ཕ་མ་ཚོ་ལ་གསོད་ཕྲུག་བསད་ཅེས་བཏང་པ་འདི་འདྲ་བྱུང་ཡོད་རེད། འདི་འདྲའི་གསོད་ཕྲུག་ཅིག་བྱས་ལ་ཡང་ཚུར་བདམ་ས་ལ་སླེབས་བྱས་ཨ་ང་གསོད་ཕྲུག་བཏང་མཁན་སུ་རེད། འཁྲུག་པ་རྒྱ་ནག་ཡོང་ཆེད། ཁ་སང་ད་ང་ཕ་གའི་མི་གསལ་པོ་གི་ནང་ལ་ཡང་ང་ཚུད་ཀྱི་མི་འདུག་ང་བོད་པ་ཡིན་ཟེར་བྱས་ང་བོད་སྐད་རྒྱབ་ཤེས་ཀྱི་མི་འདུག་བོད་པའི་གི་ལུགས་རྒྱུད་དང་དེ་གས་ཤེས་ཀྱི་མེད་ཟེར་བྱས་ང་ཨ་མི་གི་ལ་ཡང་ཚུད་ཀྱི་མི་འདུག་མགོ་སྐྱག་སྐྱག་བྱེད་ས་མི་འདུག་སྟེ་པས་ཞུ་ཞུ་ནོ་ཞེས་དེ་འདྲ་གསུངས་ཀྱི་བྱུང་ཡོད་རེད་ད་དེ་འདྲ་གི་ཉམས་མྱོང་ཐོག་ནས་ཅེས་ང་ཚོ་དངོས་གནས་དྲན་ནས་ད་ལྟ་དེ།

བསམ་འདུན། དགའ་བསུ་དང་བཀྲ་ཤིས་དེ་རེ་ཞུ་གི་ཡོད། དེ་དང་ཨ་ནེ་ད་རེས་ངེད་ཀྱི་ད་ལྟ་སྐྱེས་དུས་རྣམ་པ་གཉིས་ཀྱི་ཡང་ནས་ཡང་དུ་གསུང་དུ་འགྲོ་བ་ལྟར། ཁ་ས་གོ་སྡུག་དེ་བོད་ཀྱི་སྐད་དང་ཡི་གེ་གཉིས། དཔེ་མ་སྲིད་ཀྱིས་ང་ཚོ་ལྟ་ང་བདག་པོ་ཡག་པོ་མ་དྲན་ན་རྒྱུགས་ལ་ཨ་ཁ་ཟེར་གྱི་གནས་ཚུལ་ཆགས་ཡ་ཡིན་པ་འདུག་འདི་ཀ་སྣང་པོ་འདི་ང་རང་གི་འཚོ་བ་ཤུགས་ཆེན་པོ་ཞུ་གི་ལེགས་འདུག་ག་རེ་ཟེར་ང་ཨ་ལོ་འདས་པའི་ལོ་མང་པོ་རྗེས་ལ་དགེ་རྒན་བྱས་རེད་བ་ཡུལ་དང་རྒྱ་གར་གཉིས་ལ་དེ་འདྲའི་ཡིན་ཟོན་ད་ད་ད་དེའི་ཕྱི་རྒྱལ Canada སླེབས་དུས་དུས་སྤུ་གུ་ཚོ་གིས་ནམ་རྒྱུན་ནས་ཨིན་ཇིའི་སྐད་རྒྱབ་པས་རེད་བ་ཨ་ནི་སྤྱི་སྟངས་ཁོ་རང་ཚོ་འདི་རྩེད་མོ་རྩེ་ག་ཡོང་གི་རེད་ང་ཡི་ཚམ་ཚོམ་འདི། རྩེད་མོ་རྩེ་བ་ཡོང་གི་ཡོད་པའི་དོན་དྲན། ཁོ་རང་ཚོ་ནང་ཚ་སྐད་ཅིག་ཤོད་དེ་ཨིན་ཇི་སྐད་མི་ཤེས་འབོད་སྐད་ཚིག་གཅིག་རྒྱག་གི་འདུག་རེད་བ། དེ་དང་གཅིག་ཏེ་ཨ་མདའ་ཨ་རི་སྐད་ནི་སྐད་ཡིག་མ་ཆགས་ད་ཡི་གེ་དེ། སྤུ་གུ་ཛེ་འདྲ་ད་འདྲ་ག་ལ་གང་ཙམ་ཆོད་དེ་ང་ཚོའི་ཟབ་ཉི་མ་ལ་ཁོང་ཚོ་བུ་ཡིག་བསླབ་གི་ཡོག་རེད་དང་བུ་ཡིག་བསླབ་གི་ཡོག་རེད་ཞེས་བསླབ་གི་ཡོག་རེད་དེ་ནས་བཞིན་གི་ཨ་ནི་ཁ་འདོན་དང་དེ་འདྲའི་སྐོར་ལ་ཁོང་ཚོ་ལ་ངོ་སྤྲོད་དང་ཚང་མ། ཡག་ཐག་གཅོད་གནང་གི་ཡོད་ཡིན་ནའི་ད་དེ་ལོ་གང་འཚམ་དེ་ནས་ཁོ་རང་དེ་ནས་སླབ་གྲ་དེ་ནས་ང་ཚོའི་དེ་གངས་ཅན་ཆུ་འདེའི་གླིང་གི་བུ་ཡིག་སླབ་གྲ་ནས་ཐོན་མི་ཐོན་ཕྱི་ལོག་ཐོན་མི་ཐོ་ཨེ་ནས་ཁོ་ཚོ་ཡང་མཇལ་དགོས་ཡ་ཟེར་དེ་སྐད་མ་བསྡད་གི་ཆིག་ཆིག་འདུག་ཨ་དེ་ནས་ས་དེ་ཡིན་ད་ང་ཚོ་མུ་མཐུད་ནས་ཅིག་ཡོང་ཡ་ལ་ག་རེ་གོ་ད་སུ་ན་ཅི་ནས་ང་ཚོ་བོད་ཤེས་རིག་ལས་ཁང་ནས་ང་ཚོ་བོད་སྐད་དང་ཡི་གེ་དེ་མ་ཐོན་ཏེ་ཤེས་རིག་ལྷན་ཁུར་ནས་གོ་སྒྲིག་གནང་མཇལ། ངོ་ནས་སྤུ་གུ་ཚོ་ཚོ་ལ་ཟབ་སྦྱོང་ག་འདྲས་དགེ་རྒན་ཚོ་ཚོ་ལ་ཟབ་སྦྱོང་ག་འདྲས་གནང་འདུག་ཕ་མ་ཚོ་ལ་སྤུ་གུ། ཆུ་འཇོ་ཨ་མའི་ཁོག་པ་ནས་སྐྱེས་པ་དང། རེ་བ། ལམ་སང་ནས་སྐྱེས་རྒྱག་གི་མི་གང་ལམ་གང། སོ་སོའི་ཁང་པའི་ནང་ལ་བོད་སྐད་ལྕམ་རྒྱལ་བས་ཀྱི་ཁོར་ཡུག་ག་འདྲས་བསྐྲུན་འདུག་རྒྱ་མི་རིགས་ཀྱི་ནང་ལ་ཡོད་རེད་ཁོང་ཚོས Tiger Moms། དེ་མིན་དེ་ཚོ་སྐུ་ཆུང་ཆུང་ནང་ལ་རྒྱ་སྐད་རྒྱབ་ཤེས་རམ་ཨིན་ཇི་སྐད་ཚིག་ཕྲད་རྒྱབ་མ་རེད། ཡིན་ནའི་ཕྱི་ལོག་ལ་མ་ལབ་ར་འགྲོ་དུས་ཨིན་ཇི་སྐད་མ་རྒྱབ་རང་རྒྱབ་རེད་བ། དེ་འདྲ་ཡིན་དུས་ང་ཚོ་ཡིན་ནའི་དེ་འདྲས་ཀྱི་གོ་སྐབས་ཅིག་གླེང་བྱས་ག་འདྲས་དགའ་འདོད། གང་ནས་ཕེབས་རེད་བ། སྙན་མ་ལ་ང་ཚོ་དེ་ཐུབ་བསྟན་སྦྱིན་པ་ལ་ཕེབས་ཡོད་རེད་དཀའ་ལབ་གནང་ཡོད་མཁན་བ་ཆུ་ཚོད་གཉིས་ཀ་ལབ་གནང་གི་རེད་དེ་ནས་ཁོ་རང་ཕེབས་ད་ཕེབས་རེད། ད་ང་ཚོ་འདིར་ས་ཡ་གང་བསྡད་ངེས་དེ་ང་རང་དུ་མེད་དུ་གསོལ། རེད་བ། ང་ཚོའི་བདག་པོ་ནི་དགེ་བའི་དགེ་རྒན་མང་པོ་ཡོད་རེད། བསམ་ཤེས་ཐོན་པའི་མི་མང་པོ་ཡོད་རེད་ང་ཚོ་འཛོམས་ཅེས་འདི་ག་འདྲས་ང་ཚོ་བོད་ཡིག་འདི་སྦྱང་དོ་ག་འདྲས་ཆོས་འདི་ལ་ལྟོས་པ་དང་མང་ཆེ་གི་བོད་ཡིག་རང་ན་བོད་སྐད་རང་ན་སྐད་རྒྱ། རེད་བ། ཨ་ནི་སྤུ་གུ་ཚོ་ལ་ད་དཔེར་ན་དེ་རིང་སང་གི་དུས་ཚོད་འདི་ལ་ང་ཚོ་སྙེ་མ་ཡིན་ན་དབུ་ཅན་དབུ་མེད་ནས་སྐོར་ཚོགས་རེད་ཀ་ཁ་ག་ང་སོ། ད་ལམ་ཚངས་པར་ཤུགས་ཅན་གང་ལ་ཆོམ་ཆེན་བེ་ར་སེམས་དབུ་ཅན་དེ་བེ་ཞའི་ནང་ལ་ཡོད་རེད་ཟེར་དྲག་བརྗོད་དེ་དབུ་ཅན་ནང་མི་ཤི་དབུ་མའི་ནང་ཡོད་མ་རེད། དེ་འདྲ་ཡིན་ན་ཁོ་ད་དེའི་གནས་ཚུལ་དེ་ཡིན་གྱི་རེད་ད་ཡིན་ནས་ད་དེའི་དབུ་ཅན་དང་དབུ་མའི་གཉིས་གཉིས་ཀ་མེད་ནས་དབུ་ཅན་དེ་ཡིན་ནས་ཁོ་ར་ཡག་པོ་བྱེད་སེམས་བྱེད་ཁོ་ཡག་པོ་བྱེད་བྱམས་བྱེད་ང་ཚོ་མུ་མཐུད་ནས་ད་ད་ང་ཚོས་རྫ་དྲག་པོ་རེད་གནས་ཚུལ་རྫ་དྲག་པོ་རེད་དེ་ད་ལག་ལེན་མ་བསྟར་ན། ཨ་ནི་དུས་ཚོད་འཁྱོལ་འགྲོ་བ་རེད་ང་ཚོའི་འགལ་འགྲོ་གི་ཡོད་རེད་རེད་བ། ཡི་གེ་ཤེས་མཁན་དེ་ཚོ་ཨ་ནི་གཞོན་པ་ཚོ་ཡར་ཡོང་གི་ཡོང་གི། བོད་སྐད་དེ་ག་ལི་ག་ལི་བྱས། དེའི་ནང་ལ་ཨིན་ཇི་དང་ཧིན་དི་དང་རེད་བ། ཨ་ནི་ནེ་པ་ལི་ཚང་མ་སྤྲད། དེའི་གཙང་མ་མེད་བྱས། ཨ་ནི་ཡི་གེ་འདི། དེ་བས་ཀྱང། འདི་ནི་ལག་པ་འཆང་རྒྱུ་མ་རེད་ལ། ངས་ཧ་གོ་འདུག་གང་ཙམ་བྱས་ནས་འདི་བློ་ཕམ་པའི་གནས་ཚུལ་རེད་འདི་ལ་ག་རེ་བྱེད་འོས་འདུག་ད། ང་ཚོས་དགོངས་པ་བཞེས་རྗེས་དངོས་གནས་དཀའ་གནད། ལག་ལེན་སྟངས་ལ་འགྲོ་དགོས་ཀྱི་ཅི་གོ་ཐབས་ཤེས་ཤིག་ཡོད་རིགས་མི་རྒྱུ་རེད་གསུངས་ཏེ་ལས་ཀ་ཆེན་པོ་ཅིག་བྱེད་པ་ལ། ང་ཚོས་ཀྱི་སྲིད་ཇུས་ཀྱི་དཔེ་ཆ་ཨ་ནི་ལྡེ་མིག་སྤེལ་མཁན་ལ་བོད་ཀྱི། སྐད་དང་ཡི་གེ་རྩ་གཏོར་བཏང་ཡོད་རེད་སྲིད་ཇུས་སྤེལ་གྱི་ཡོད་རེད་ང་ཚོས་དེ་སྲིད་ཇུས་དངོས་སུ་སྤེལ་ཆེད།

དེའི་ཚོགས་གཙོ་རྒྱུན་ལས་ཚང་མ་ལོག་གི་རེད་ཆ་ལ་ཡག་ཐག་གཅོད་དངོས་གནས་རྗེས་སུ་ཡི་རང་གནང་གི་ཡོད་རེད་དེ་ནས་ད་སྐད་དང་ཡི་གེ་ཐོག་ལ་ཐུག་དུས་དེ་ཡོད་པའི་དགེ་རྒན་མང་པོ་ཡོད་རེད་ད་རེད་བ་དཔེར་ན་ཟློས་གར་དགེ་རྒན་ཚོ་དགེ་ཟློས་གར་བསླབ་གནང་གི་ཡོད་རེད་ད་ང་ཚོ་དགེ་རྒན་གཞོན་པ་ཚོ། རྫོགས། ཚོགས་འདུ་འཚོགས། ང་ཚོ་བོད་ཡིག་ག་འདྲ་ཡག་གེ་སྒྲོག་འདུག་བོད་ཡིག་གི་མིན་ན་ག་བ་ཡི་གེ་དེ་འདྲ་བྲིས་གོ་བ་ཡིན་ནི་བོད་ཀྱི་ཨ་ནེ་བ་ཅིག་ལ་རི་མོ་དེ་འདྲ་བྲིས་དེ་ལ་འགྲེལ་བཤད་ཆུང་ཆུང་དེ་འདྲ་རྒྱག་འདུག་དེ་འདྲས་བྱས་ན་ངའི་བསམ་པ་ང་རེའི་བསམ་ཚུལ་རེད་དེ་ཡག་པོ་ཡོང་གི་རེད་ཨ་ནེ་གཉིས་ནས། རྡ་རམ་ཚང་ཤེས་རིག་ལས་ཁང་ནས་དེའི་ཐོག་ལ་སྲིད་ཇུས་ཅིག་སྤེལ་གི་འདུག་ཞུ་བ་ཡིན་སྲིད་ཇུས་དངོས་གནས་བཀྲ་ནས་ཡར་རྒྱས་ག་འདྲས་བཏང་འདུག་ག་རེ་ཟེར་ན་ད་མི་ཚང་མ་ཁ། ནུབ་ཕྱོགས་ཀྱི་ལྟས་དེ་བ་ད།

ཕན་ཐོགས་ཡོང་མིའི་ཚབ་ལ་གནོད་རྐྱེན་ཆེ་རོགས་གྱིས་སྤྱི་ཁྲོག་ཐུགས་ཡ་ཡི་མ་ཕྱིན། མི་ལུག་བསམ་ཙམ་བྱས་ཏེ་བསམ་འཆར་གྱིས་སྲིད་དེ་ད། སྡིག་བྱ་སྡིག་བྱ་མི་ལུག་སེ་ཞུ་ཡས་མེད། གང་དེ་ཚེ་ན། རྣམ་པ་ཚོ་ང་རང་ཚོ་སྤྱི་ཚོགས་ཀྱི་དགྲ་བགེགས་ཀྱི་དཀའ་ངལ་དེ་ཚང་མ་གནས་ཡུལ་གྱི་དཀའ་ངལ་ཡིན་ཚར་གི་མ་ཕྱིན་ང་ཚོའི་མི་དམངས་དང་སྤྱི་ཚོགས་ཀྱི་དཀའ་ངལ་ཅན་གྱི་མཐོང་ནས་བྱས་དང།

མང་ཉུང་ག་རེ་དགོས་ན་ཁྱད་པར་མེད། ཕྱོགས་ཁག་རིས་མེད་ཀྱིས་སྤྱི་འཐུས་ཤིག་བསྐོས་ཐུབ་ན་ཨ་ནི་ང་ཚོས་དེ་ཐབས་ལམ་དེ་རུབ་རུབ་ཀྱིས་ཆགས་ཡས་རེད་མ་གཞི་ད་ལྟའི་སྒྲོམ་གཞི་དག་ནང་ལ་བཞག་ཆགས་ཡ་རྒྱལ་ཅིག་མི་ཚང་བ་ཡང་མཐོང་གི་འདུག་བྱས་ཙང་ངས་འབོད་སྐུལ་ཞུ་བ་དེ་ག་རེ་ཞུ་བ་རེད་ཟེར་ན་གལ་སྲིད་སྤྱི་འཐུས་མ་འོངས་པ་སྤྱི་འཐུས་གནང་ཕྱོགས་དེ་ང་རང་ཚོ་བྱང་ཨ་རིའི་ནང་བཞིན་རིས་མེད་ཀྱི་ཆོས

ཤེས་མཁན་མང་པོ་ཡོད་དེ་ནི་ཤེས་ཀྱང་མ་ཤེས་ཡང་ཡག། དོན་དག་སྒྲུབ་ཡག་མ་རེད། དོན་དག་དེ་ཁ་ཡོད་ལག་ཡོད་ཀྱིས་སྒྲུབ་ཡས་དེ་ང་ཚོ་ག་རེ་བྱེད་དགོས་རེད་ཟེར་ན། དེང་དུས་ཀྱི་གནས་ཚད་སྒང་ལ་ང་ཚོར་འགྲོ་ཡས་ཀྱི་ཤེས་ཚད་དང་ཡོག་མ་རེད་དཔའ་འཇོག་དང་ཡོག་མ་རེད་ང་རང་ང་རྣམ་གཡོ་དེ་འདྲ་ལོ་དྲུག་ཅུ་ལ་ང་ཚོ་དེ་འདྲ་ཕ་ཆུ་སྐྱབས་མགོན་རིན་པོ་ཆེ་ག་ཚོད་ཕ་ཆུ་སླེབས་བསྡད་ཡ་རེད། དེ་གཞི་བཞག་བྱས་བྱས་བ་ལག་ལེན་བསྟར་བ་འདྲ་ཡིན་ན་ད་རང་གིས་ཆོག་གི་འདུག། ཨོ། ཆུང་ངུའི་ནང་དག་རང་གིས་འཁྱོག་གི་འདུག་ཤེས་རིག་ནང་དག་རང་གིས་འཁྱོག་གི་འདུག་དེ་ག་རེ་རེད་ཟེར་ན། ད་ང་ཚོས་དེང་སང་གི་གནས་སྟངས་གཞིར་བཟུང་ནི། གཟའ་མཇུག་སློབ་གྲྭར་ཉི་མ་གཅིག་གི་ཁན་ཐོག་ཡ་མི་འདུག། ཕ་མ་ལ་འདབ་ཤིང་བཟོ་རོགས་དང་སྤུ་གུ་བར་གཅིག་བྱས་ནས་ད་གཅིག་ཡོད་ཟེར་ཡ་ཙམ་མ་ཤི་མཐོང་གི་མི་འདུག་མི་ལ་ཡང་བོ་བྱས་ཡ་དེ་དཀའ་ཁག་ལོ་ལྔ་ལ་དཀའ་ཁག་ཤེས་ཀྱི་མི་འདུག་ད་ག་རེ་དགོས་འདུག་ཟེར་ན། ང་ཚོ། ས་གནས་ཚང་མ་ལ་སྤྱི་མཐུན་ཚང་མ་ཚང་མ་ལ་སྤྱི་མཐུན།

བླ་བྲང་ཉི་མ་ཡིད་བཞིན་མེད། ཟས་དང། ང་རང་གིས་ཉམས་མྱོང་མེད། དེ་ཡར་ཞུའི་བྱ་བ་འདྲ་གནང་གི་འདུག་ཡར་ཆེན་པོ་ག་གི་ཡ་མི་འདུག། དགེ་རྒན་ལ་ཡིད་འཛིན་མེད་འདི་གི་མཐུན་རྐྱེན་འདིར་སྒྲུབ་དགོས་འདུག་དགེ་རྒན་ལ་བ་ཞོ་ལས་སྤྲད་འདྲ་བ་འདྲ་གནང། དེ་སྤྲད་མ་སྤྲད་ཡོད་མ་རེད་ཁོང་ཚོས་ལས་ཀ་ཆག་གི་འདུག་བ། ད་དེ་འདྲ་ངེས་དོན་ཁ་ཤས་ཀྱི་སྒོ་བཅུག་བྱ་བ་འདྲ་ནི་དེ་འདྲ་ཞིག་གི་ཐབས་ཤེས་མ་བཏོན་ན་ནི་ང་ཚོ་ག་རེ་རེད་ག། ད་ཡར་ཆེན་པོ་བཀའ་མོལ་གོ་བ་ཡིན་ན་ཤེས་རིག་དང་ལེགས་སོ་ཞེས་སྟོང་པ་དངོས་གནས་ཀྱི་ལག་ལེན་ཐུབ་པ་དེ་ང་ཚོས་བལྟ་གི་མི་འདུག་དེ་དགོས་ན་དེ་གལ་སྲིད་བསླབ་བྱ་ཡར་རྒྱས་བོད་རིགས་བོད་ཡིག་དང་ཤེས་རིག་ཡར་རྒྱས་གཏོང་དགོས་ན་ལེགས་ཤོས་བསླབ་བྱ་དེ་བཙུགས་རོགས་བྱེད་ཡིན་ཟེར་ཞུ་ཡ་ཡིན། དེ་བཅས་ཨ་ནི་ད་ག་བྱེད་ཆོག་ཅི་དགོས་ཅི་ག་རེ་འདུག་ཟེར་ན། ད་ལྟའི་ཆ་ལ་ང་ཚོ་སྤྱི་མཐུན་ཚོགས་པ་འདི་རྒྱ་དེ་བོད་གཞུང་གི་ཐད་གང་བཤད་རྒྱུ་དེ་གའི་ཟམ་པ་དེ་ཆགས་ཡོད་རེད།

གཅིག་ལས་དོན་ཆེན་དྲུག་པོ་དེ་ཐབས་ཇུས་ཐོག་ལ་ཡང་གོམས་པ་བཞེས་པ་དེ་ནི་ང་ཆེན་པོར་རུང་བ། ཁྱེད་ཀྱིས་ད་ལྟ་པ་ཏོ་ཅིག་བསམ་བློ་ཁེལ་ཕྱོགས་རེ་བྱེད་དེ། ང་རང་ཚོ་ཕྱི་རྒྱལ་གྱི་སྤྱི་འཐུས་ས་མིག་དེ་མང་རུ་བཏང་གི་འདུག་ཞུ་ཡས་འདི་གང་ལ་ཡང་གཅིག་པོ་རིག་པ་དྲན་པའི་ན་དེ་ཅིག་གྲུབ་འབྲས་ཐོན་ཡས་ལ་ཡང་རེ་བ་ཆེ་རེ་ཅིག་མེད་འགྲོ་བསམ་པ་རེད། གལ་སྲིད་ན། གལ་ཏེ་ཡང་ཉུང་ཏང་ཡོན་གྱི་བཀའ་མོལ་ཞིག་སླེབས་ཡོད་ན། ཨ་ནི་ཁོ་ནག་ཚོས་ཀྱི་རྒྱབ་སྐྱོར་ང་ཚོ་འགུག་དགོས་བར་མ། སུམ་ཅུ་སོ་གཅིག་ནང་ཁོ་ཚོ་སླེབས་བར་མ། ཅི་སྟེ་དེ་འདྲའི་གི་ཅིག་ད། སེམས་པའི་ནང་ལ་ཡ། ཅིག་ད་ལྟ་བུ་ཐུག་ཐབས་ཇུས་ཀྱི་ཐོག་ནས་ང་ཚོ། མང་བཏང་དགོས་ཡ་ཁོ་རང་ཐོག་ལ་ཡ་འབད་བརྩོན་བྱས་མ་མདོ། དེ་མང་བཏང་པས་ན་ག་ནས་བཅག་གི་རེད་ག་ནས་འཐེན་གི་རེད་ཐོག་ལ་ཡ། བཀའ་མོལ་མ་ཞུ་ནས་ཡག་མེད་པ་ཟིན་ད་ཅིག་ད་བསམ་བློ་དང་ཀུན་སློང་ཁེལ་ཆོག་དེ་དེ་རེད།